དེ་ལས་རྨོངས་ལ་ད་ཁ་བ་ཅིན་ཏོ་ནཱ་རོ་ལྟ་བུའི་གདུལ་བྱ་འཕྲིན་ལས་གཞན་དང་འདྲ་ཆེ་བ་ལ་འགྲོ་བ་རི་དབང་སེམས་མི་བདེ་དེ་རྒྱ་གར་འཕགས་བོད་གཡུ་ལོ་སྦལ་བ་ཅིན་དེ་ད་པན་ཆེན་ནཱ་རོ་ལྟ་བ་ཨིན་དེ་པན་ཆེན་ནཱ་རོ་ལྟ་བ་དེ་བོད་གངས་ཅན་གྱི་ལྗོངས་ལོ་དེ་ད་གདུལ་བྱ་དུས་ལུགས་བབ་བསྟོད་ཀྱི་པའི་སེམས་གཅིག་གིས་འགྲོ་དོན་མཛད་པ་ཆོས་མཐའ་ལོ་ཙམ་པ་རྒྱག་རེད་ཨེ་མ། དེ་ངོ་བོ་དེ་འཕགས་པ་སྤྱན་རས་གཟིགས་དེ་ང་ཆ་ར་བཅོམ་ལྡན་གཉིས་ཅི་སྟེར་ཕྱིན་སྤྱན་རས་གཟིགས་ཞེས་ངོ་བོ་འཕགས་པ་སྤྱན་རས་གཟིགས། ཏེ་ཕ་བུའི་ཡུལ་དུ་པིན་དེ་ན་རོ་པ་སི་རྒྱ་གར་ཕ་བུའི་ཡུལ་ལུགས་ན་རོ་ལྟ་བུའི་སྐུ་རུ་བཞེངས་བྱོན། ཏེ་མ་ལ་ཡ་བུས་གངས་ཅན་གྱི་ལྗོངས་ལོ་ཆེན་མོ་ལས་ཁ་བ་ཅན་འདི་འགྲོ་གིན་འགྲུབ་པ་ཞེས་སའི་འགྲོ་ཡུལ་རྒན་པོ་དེ་དང་རྩམ་པ་འཇའ་རས་དེ་དང་ཡེ་ཤེས་རྡོ་རྗེ་ཀྱི་སྐུ་རུ་སྤྲུལ་དུ་བྱོན་བྱོན་པའི་བརྡ་ལུགས་དེ་དང་ཁ་བ་ཅན་དུ་ན་རོ་ལྟ་བུའི་གདུལ་བྱ་འཕྲིན་ལས་གཞན་ལ་འདྲ་ཆེ་བ་ལ་འགྲོ་བའི་རི་དབང་སའི་རྩམ་པ་འཇའ་རས་འཁོར་བ་ཞལ་བཞུགས་པའི་སྐབས་ལོ་དེ་ལྟར་ཁོ་ཐག་སྒྲ་གྲགས་ཀྱི་ཕྲིན་ལས། ཁོ་ཐག་སྒྲ་གྲགས་ཀྱི་མཚན་སྙན་གྲགས། ཁོ་ཐག་སྒྲ་གྲགས་ཀྱི་མཁྱེན་བརྩེ་ནུས་བུ་ཡིས་གཏོར་བ་ཡོད་མི་ལམ་གང་ཡང་མི་ནུབ་པ་ལ། ང་ནི་དཔལ་ལྡན་གྱི་སྒྲ་ཆེ་བ་ལ་སྒྲོག་རིང་བ། དཔལ་ལྡན་སྒྲུབ་པའི་རིང་ལུགས་ཚུལ་དེ། དཔལ་ལྡན་སྒྲུབ་པོའི་གྱི་རིང་ལུགས་དེ་ག་ཡིས་ཚུལ་ཅི། དེ་ང་ཤེས་ལ་གདམས་ངག་གི་དབང་དུ་བཏང་མ་ཕྱིན་ཡན་ལག་མ་བཀག་པ་བཞི་ཡི་གདམས་ངག་དང་བཅས་སུ་ར་ཨི་མེད་མོ། ད་དེ་ལོ། ཐེབས་ག་ནས་མིན་འདུག་ད་གཙོ་བོ་དེ་རྩམ་པ་འཇག་རས་ཀྱི་སྐབས་ལས་དེ་གཏན་སྡོད་ཁོ་བོ་ལུག་སེ་མི་ཤི་དེ་ལྟར་རྩམ་པ་འཇག་རས་ཁོ་ར་ལུག་ཐུན་མོང་མ་ཡིན་པའི་གི་བཀའ་བབ་དག་སྣང་དེ་བས་བྱུང་རིགས་ཀྱི་བས་ཡུལ་དེ་དག་ནི་དཔལ་ལྡན་འབྲུག་བས་ཀྱི་རིང་ལུགས་དེ་དེ་ཆུ་ཚོད་འབྲུག་ཡུལ་གྱི་འབོ་རྩམ་པ་འཇག་རས་ཀྱི་དུས་རབས་བཅུ་གཉིས་བས་ཀྱི་ནང་ལོ་དེ་དག་བས་ཚུ་དེ་ཀྱི་བས་དེ་དག་ཡང་དག་མ་ར་དེ་དག་འབྲུག་བྱང་ཆུབ་གླིང་སེ་སེ་བ་བྱང་ཆུབ་གླིང་སེ་མི་ན་ལས་དེ་དག་ང་ཅར་དཔལ་ལྡན་འབྲུག་བས་ཀྱི་དེ་དག་མཚན་སྙན་འདྲ་མཐོང་བ་དེ་ཡལ་ལས་དག་དེ་འོང་མེད་ལ་དག་ནས་བ་དེ་ལོ་དཔལ་ལྡན་འབྲུག་བས་ཀྱི་རིང་ལུགས་དེ་ཏེ་ཆོས་རྒྱུད་འགྲོ་ཡུལ་གྱོང་པོ་གཙང་མ་འཇའ་རིས་ཀྱི་དད་པའི་གཙུག། ཏེ་ད་ཁུག་གི་བསྟན་པ་དེ་ཏེ་ཡང་རྩ་རི་ལུ་ཆོས་མིག་གི་བཀའ་བླུ། ཏེ་ད་པི་ཡི་དམ་དཔལ་འཁོར་ལོ་སྡོམ་པ་གི་གི་ཞལ་མཇལ་བ་དང་བླུ། ཏེ་གཙང་མ་འཇའ་རིས་ཏེ་མ་འོངས་པ་ན། ཏེ་ད་འདི་བཞི་མོས་པ་མཐའ་ཡས་ཀྱི་ངོ་བོ་ལུགས་སངས་རྒྱས་ནི་ཡིན་སྲིད་ང་ཕྱིར་གྱི་མ་ཆོས་མིག་གི་རྣམ་འདྲེན་གྲུབ་པ། ཏེ་མོས་པ་མཐའ་ཡས་པས་ཏེ་དད་པས།

དཀྱུས་བ་པོ་དང་ཅི་སྟེ་བསྟན་པ་གསུམ་མིན་པས་དེ་བཞག་པས་སྟོང་ཚ་གཉིས་ཀྱི་ནང་ལས་དེ་སངས་རྒྱས་འཁོར་རང་ངོ་མ་དེ་དེ་སངས་རྒྱས་སྟོང་ཕྲག་གཅིག་བྱོན་ནི་མེད་པ་ཡ། རྣམ་འགྲེལ་དང་པོ་འཁོར་བ་གཅིག་ལས་དགུ་ཚུལ་དེ་གི་བས་སྨོས། དེ་འཁོར་བ་གཅིག་ལས་དགུ་ཚུལ་དེ་གི་བས་མ་སྨོས་པ་གི་བར་དུ་ལུགས་དེ་སྟོང་ཕྲག་གཅིག་བྱོན་ནི་ཡོད་བི་ལ་དང། དང་ནི་སྟོང་ཕྲག་གཅིག་དེ་གི་ཐ་མ་ཐ་མ་སྨོས་པ་སེམས་མི་འདི་གི་དེ་ངོ་བོ་ལུགས་སངས་རྒྱས་འོང་ཟེ། དེ་དག། པས་འཁོར་ལོ་སྡོམ་པ་གི་དེ་བས་ལུང་བསྟན་ནུ་ལ། ཁྱོད་ཀྱི་སྒྲོས་སྐྱོ་མོ་གཙང་མ་འཇའ་རེ་ལོ། དེ་དག་ཅོག་རར་ཐིམ་པས་བལྟས། རྗེ་བཙུན་རྡོ་རྗེ་རྣལ་འབྱོར་མ་ཡི་དམ་རྡོ་རྗེ་ཕག་མོ་དང་ཞལ་མཇལ་དེ་བ་དང་འཁོར་གྱི་མུ་གེ། དེ་ལས་ཐལ། ཆོས་ཀྱི་དཔལ་འདི་འགྲུབ་བས་ཀྱི་བསྟན་པ་འདི་ཀྱི་བྱ་རྒྱུད་ཀྱི་ཉིན་ལམ་བཅོ་བརྒྱད་ཀྱི་བར་དུ་འཆར་བར་འགྱུར་རོ། ཟེར་ཏེ་དལ་བའི་ལུང་བསྟན་དུས་ཡུན་ནི་འདི་ཀྱི་དེ་དཔལ་འདི་འགྲུབ་བའི་རིང་ལོ་ཚུགས་ཏེ། བསྟན་པ་གདབ་བྱ་རྒྱུད་ཀྱི་ཉིན་ལམ་བཅུ་དང་བརྒྱད་ཀྱི་བར། ཨེ་མ། སྤེལ་བར་མཛད་ཅིང་ཟེར། མེ་དང་ནིམ་ཅིའི་རཀྟས། འགྲོ་དོན་ཕྲིན་ལས་སྤེལ་བར་མཛད་དེ་བས་སུ་ཕྱི་རོལ། ཏེ། འཁོར་གྱི་ཕྲིན་ལས་འདི་གཙང་མ་འཇའ་རེ་ཀྱི་ཚལ་གྱི་མཐའ་འདི་རྫོགས་མ་སོ་བ། དེ་སླར་ཡང་བརྩམ་པ་འཇའ་རལ་འཁོར་རོ། དེ་ང་བ་རྣམས་ཀྱིས་ཀྱི་སྐུ་རུ་བཞེངས་ཏེ་ཀྱི་པའི་དེ་ང་ཅིག་གིས་ལྷོ་ལྗོངས་ཀྱི་རྒྱལ་ཁབ་དེ་ནོར་ལུག་ཆོས་སྲིད་གཉིས་ཀྱི་བསྟན་པ་བཙུགས་པ་བྱོན་བྱོན་མི་དེ་འཁོར་རོལ་གྱི་ལུང་བསྟན་དེ་མ་བ་ལོའི་ཡུལ་ལ་བརྩམ་པ་འཇའ་རལ་གྱིས་དེ་དག་གཡོན་རི་དྭགས་མ་སེང་གེ་ལུ་ཞལ་ཤེམ་ཁ་དེ་བས་འཇའ་ཅིག་ག་དེ་དེ་ཕ་ཆུ་སྟུག་དེ་འབྲུག་སྟུག་དེ་ཕ་ཆུ་འབྲུག་སྒོམ་ཞིག་པ་དེ་དེ་ཡ་ཅག་ཡི་སྐབས་ཀྱི་ད་ལུང་བསྟན་དུས་སུ་མ་བ་ལོའི་ཐེའུ།

ཆུ་སྲུལ་རླུང་གིས་ཁ་ལོ་བསྒྱུར། ཟས་དེ་དག་ཆུ་སྲུལ་རླུང་གིས་ཁ་ལོ་བསྒྱུར་མི་དེ་ངག་དབང་རྣམ་རྒྱལ་ཡིན་ང་ཕྱི་དྲོ་རྒྱལ་ཁབ་ན་ཆུའི་སྣང་མེད་ལས་ཤ་ཐོན་ཡིན་ལ། འདི་བཀའ་དྲིན་ཆེན་པོ་ཡིན་གཉིས་མ་བཀའ་བརྒྱུད་བཀའ་བརྒྱུད་ན་ལོས་ཏེ་ང་ཚེ་ར་དེ་དག་ག་ཆེ་ལོ་བླ་མ་ཞང་ཚེ་པ་གི་དེ་གདན་ས་དེ་སོའི་འདུག་རྨོ་ལ་བླ་མ་ཞང་གི་དེ་ལུགས་དེ་སོའི་དག་དེའི་བཟུང་པའི་དེ་འབམ་རོང་བཀའ་བརྒྱུད་ན་ཞང་ཚེ་པ་དེ་ག་ཆེ་གང་ག་ཆེ་ལོ། ཀྱི་བཀའ་བརྒྱུད་ན་ད་བོན་ག་ཧའི་མཛོད་དུ་མ་རེད། བཀའ་བརྒྱུད་ཆེ་བ་བཞི་ཀྱི་ནང་ལས་བེ་ད་བ་མོ། དེ་ལས་དེ་ལྟར་ཅོག་ར་ཐེབས་པའི་ང་ཆ་ར་ཀརྨ་བེ་ཀྱི་ད་ཀམ་ཚང་གི་བསྟན་པ་ཡ་ད་ཡི་བཀའ་བརྒྱུད་ན་གཉིས་མ་ན་བེ་ཏི་བེ་ས་བཅུ་རེ་ང་ཆ་ཀརྨ་ད་གཏེར་མ། དེ་ད་མང་རབས་ཀྱི་ལྷག་པར་དུ་ཀྱེ་ཀུན་མཁྱེན་ཆོས་ཀྱི་རྒྱལ་པོ་ཀློང་ཆེན་རབ་འབྱམས་ཀྱི་དེ་ད་ཕ་བམ་རུང་མཐའ་བ་ལིང་སེམས་དེ་དར་ན་བ་མཐའ་བ་ལིང་མེ་ཨ་ནི་ཀྱི་སྐབས་ལ་སྒྲུག་སེ་མི་ནུ་བ་མེན་བུམ་ཐང་བམ་རུང་མཐའ་བ་ལིང་ཡིན་སེ་ལབ་ཡིན་བེ་ལ། ད་ཨ་ན་ལས་འདྲེན་ས་གཙོ་བོ་སྟབས་བདེ་ཀྱི་བེ་ཏི་ལིང་རྒྱས། དེ་སྟབས་བདེ་གི་བའི་གཉིས་ཚིག་གིས་གཉིས་ཚིག་གོང་མ་སམ་འོག་མ་ཟེར་གཉིས་ཚིག་གོང་འོག་གཉིས་ཡོད་པས་ན་ལས་གཉིས་ཚིག་གོང་མོད་ཀྱི་ཆུ་ལུ་རྣམས་སམ་མི་ད། དེ་ལས་གཉིས་ཚིག་འོག་མ་དེ་ལོ་ཤི་ཤི་དའོ་ར། དེ་ལྟར་རིག་འཛིན་སྦྱིན་པའི་སྣོད་མ་གི་སློབ་མ་འདི་སུ་གིས་དེ་ལྟ་དོ་བ། བུམ་མཐའ་དཔལ་སེང་གླིང་འཇོམས་པ་རྟགས་མེད་འདི་སུ་མེད་སྨོ་ལ་དཔལ་སེང་གླིང་སྤྲུལ་སྐུ་སྐུ་ཕྲེང་དང་པོ་དེ་གྲུབ་ཐོབ། བཀའ་ཆེན་ལོ། རྣམ་རྒྱལ་འཇོམས་པའི་ན་བདག་ནི་འདི་སུ་ལས་མ་བ་པས་དེ་ལྟར་ང་ཚ་ར་གཉིས་ཚིག་འོག་མོད་ཀྱི་ཆུ་ལུ་དེ་དེ་བས། དེ་ལས་ཤ་ཡུས་ལ་དེ་གསུངས་པས་ང་ཚ་ར་དེ་ལྟར།

དེ། དབྱིངས་རོལ། ཏེ་ཆུ་སྲུལ་ལུང་གི་ཁ་ལོ་མ་འཇོལ་བ་དེ་ལ། བཀའ་དྲིན་ཆེན་པོ་ཡི་མེད་གྲུབ་ཐོབ་མེད་མཁས་གྲུབ་གཉིས་ལྡན་ཡི་མེད་ཆོས་ཀྱི་སྒོ་ནས་བསྟན་པ་རྣམས་སེམས་མི་སྤེལ། སེམས་ཅན་མང་པོ་གཅིག་གིས་འགྲོ་བསྟན་མཛད། བཀའ་དྲིན་ཆེ། དེ། བེའུ་ད་ལོ། ངག་དབང་རྣམ་རྒྱལ་བཟུང་བའི་བཀའ་བོ་ཅེ་ཏི་ཀི་པའི་ཆུ་སྲུལ་ལུང་གཉིས་ཀྱི་བསྟན་པ་བཙུགས། དཔལ་ལྡན་སྒྲུབ་པའི་ཀྱི་རྒྱལ་ཁབ་སྲིད་བཟོ་དོ་བཟུང་བའི་བཟོ་ནུ་བ་ཚེ་བ་ཅིག་མ་བཟོ་ཡ་པ་ལ། རང་རང་སོ་སོའི་ཀྱི། ཐེ། གདུལ་བྱ་དེ་བཅང། རང་གི་སློང་མ་དེ་འཛིན།

དེ་ལྟ་མཐུ་ཆེན་ཆོས་ཀྱི་རྒྱལ་པོ། མཐུ་ཆེན་སེམས་མི་དད་ཁོ། ལྟ་བུ་རྣ་བོ། དེ་ལྟར་མུ་སྟེགས་པ་གསུམ་པའི་མཐུ་ཁྱབ་འདོད་ནུས་ཀྱི་མཐུ་ཆེན་སེམས་རླབས་མེད་ལ། བསྟན་པ་ཀླུ་སྣོད་བིད་ཀྱི་དགྲ་བོ་མ་རུངས་པ་བདུད་གཟུགས་མཐུ་ཡི་སྒོ་ནས་བརྒལ་ཏེ་དྲག་པོ་མཐུ་ཡི་སྒོ་ནས་ཚ་ར་བཅད་པ་ལས་བརྟེན་ཏེ་དེ་ཚེ་མཐུ་ཆེན་སེམས་དད་པའི་རྟགས་ལྷག་པར་དུ་དེ་ལྟ་ཡང་ལྟ་མགུ་གནས་ན་ལུས་རྟེན་ང་ཚེ་རབས་ཆོས་སྐྱོང་ཡེ་ཤེས་མགོན་པོ་གྱིས་ཕྱི་ནང་གསང་ཡིན་གྱི། དེ་ལྟར་སྒྲུབ་པ་འདི་སུ་དེ་ལས་སྦྱོར་དང་བཅས་པ་བས་མཛེས། དེ་ལྟ་ཡང་བུ་ཡི་དད་རྣམ་སྨིན་བསམ་མེད་ཀྱི་སྐྱེས་དགྲ་ཆིངས་ཀྱི་རྒྱལ་པོ་སྟེ་སྡེ་སྲིད་གཙང་པ་དང་བཅས་པ། གཙང་མ་སྐུ་འཁོར་དང་བཅས་པ་བསྒྲལ་བདག་ནི་གྱི། བསྒྲལ་བུ་ལས་ཏེ་འདི་སྐྱེས་པའི་འཁོར་ལོ་དེ་དག་མཐུ་ཆེན་མཚན་མེད་ཀྱི་མཚན་འདི་དད་པའི་དག་དེ་འོང་ངོ་སྨྲིས་ལ། ང་ལན་བུ་དག་ལ་མཐུ་ཆེན་རྣམས་མི་བྱབ་ལ་ཨ་ནི་མཐུ་ཆེན་མཚན་མེད་འདི་ཀུན་གཞི་བྱ་འདི་སྐྱེས་པས་དེ་ལས་དེ་དག། ལྟ་བུ་ན་བུ་ར་དག་མཐུ་བྱབ་ཨ་ནི་བས་དེ་དག། བས་འདོད་མི་བྱེད་ཀྱི་ནོག་སོ་བཏང་སྟེ་ཡར་སོང་མ་ཕྱིན་ཏེ་གོ་བ་ཕྱིས་བྱུང་ཡིན་ལ།

དེ་ངག་དབང་རྣམ་རྒྱལ་དེ་དམར་པོའི་མེ་མ་དེ་ལ། ངག་དབང་རྣམ་རྒྱལ་དེ་འཕགས་པ་སྤྱན་རས་གཟིགས། དེ་དང་ཆོས་ཀྱི་རྒྱལ་པོ་གྱི་སྐུ་རུ་སྤྲུལ་དུ་བགྱིས་པས་དེ་དག་གསུམ་དེ་རྡོ་རྗེ་འཛིན་པའི་ཚུལ་དུ་བྱོན་བྱོན་མིན་པས་དེ་ཁོ་བོ་དམར་པོའི་མཆིལ་མ་བཅབས་དེ་ག་གེ་མ་ཐུལ་བ་བས་དེ་ཁོ་གི་ནགས་ཀྱི་རྒྱལ་ཁབ་དེ་བཟོ་བའི་མེ། ནགས་ཀྱི་རྒྱལ་ཁབ་དེ་དེ་བས་ང་ཅི་ར་པེ་འདི་འགྲུབ་པའི་རྒྱལ་ཁབ་དེ་བཟོ་བ་མི་དེ་དག་ཅི་ངང་ཞུགས་ཐུག་གསུངས་པས་དེ་ལྟར་དབུགས་དབྱུང་གུ་རུ་རིན་པོ་ཆེ་གི་ལུང་བསྟན། ཆོས་འབྱུང་ཡུལ་གཞུང་གི་འབུར་གྱི་ལུང་བསྟན། ང་ཅཱ་ར། ཁ་ཆེའི་ལྷོ་ཡི་རྒྱལ་ཁབ་འདི་ན་ཡོད་པའི་མི་སྲིད་དུ་སྲིད་ཀྱི་ཁ་ཆེའི་དར་སྲོལ་རྣམས་ལས་བསྟན་འདི་དགེ་བའི་དད་པའི་བཟོ་ཚོགས་མ་ཐུགས་ཆེ་བུ་གཏེར་བདག་ཁོ། དམག་ལུགས་མཁས་གྲགས་འདི་དགེ་བའི་དམག་བཅབས་འདི་དགེ་བའི་བཟོ་ཚོགས་རྒྱལ་ཁ་མེ་འབེལ་སེ་ཞུ་ཏོ། བདག་ནི་བུ་ད་ལོ་ཆོས་སྲིད་ལུང་གི་ཁ་ལོ་བསྒྱུར་མཛད་མཐུ་ཆེན་རྣམ་གཉིས་ཞབས་ལ་བཀའ་དྲིན་དྲན་པའི་ཕྱག་བགྱིའོ་གཏེར་བདག་བཀའ་དྲིན་འདི་དྲན་གོ་སེ་ཞུ་ཡིན་ལ། གཏེར་བདག་བཀའ་དྲིན་ཅན་ལུགས་བཀའ་དྲིན་དྲན་མ་ཤེས་པ་བྱིན།

དེ་དག་ནི་བཀའ་དྲིན་དྲན་གོ་ཚེ་ཞུ་ནི་བཀའ་དྲིན་དྲན་པའི་ཕྱག་རྒྱའོ། དེང་འདིར་བླ་མའི་ཐུགས་དཀྱིལ་འཇམ་ཚུལ་དཔལ་ལས་ཉེ་བར་འཁྲུངས་པའི་ཆོས་ཀྱི་ས་ཡིས་ཚངས་པ་དེ་སོགས་ཀྱི་ལོ་དག་གཙོ་བོ་དག་ཏུ། དེ་ལྟར་ང་ཅག་པས་སྒྲུབ་པ་རིན་པོ་ཆེ་གྱི་རྣམ་དག་དེ་འཇམ་ཚུལ་སྙིང་པོ་སེམས་མི་སྟེ་རྫས་སྒོ་མི་སྟེ་དེ་ག་ཡིས་བསྐང་བ་དག་ཅིག་སྔར་ཞུ་གཏུགས་གསུངས་པས་དེ་དག་ཐུགས། བླ་མེད་ཀྱི་ཐུགས་དཀྱིལ་དཔལ་ལས་ཉེ་བར་འཁྲུངས་པའི་སོགས་ལྟར་ལོ་དེ། ང་ཕྱིར་གྱི་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱི་ཐུགས་ཀྱི་སྤྲུལ་པ་ཡིན་མིན་ལ། ད་ཐུགས་ཀྱི་སྤྲུལ་པ། དེ་ལྟ། པས། འབྲུག་གི་བཞེད་པ་འཇིགས་མེད་སེང་གེ་དབང་ཕྱུག་མོ་ལ། ད་ཨ་ནི་ཆོས་ཀྱི་ས་ཡི་ཚངས་པ་དེ་གི། དེ་ལྗོངས་འདི་ཆུད་ཟོས་བསྟན་པའི་མངའ་བདག། དཔལ་ལྡན་སྒྲུབ་པ་ཕྱོགས་ལས་རྣམ་པར་རྒྱལ་བ་གང་དེ་ལུ། སྐྱིད་དུ། དད་ཅིང་རྒྱུད་པའི་ཤུགས་ཀྱིས་བླ་མེད་མཛད་རྣམ་ཡོངས་ལ། གསལ་བྱེད་གོ་བདེར་བྲི་ཞིག་ཅེས། བཀའ་ནན་གསེར་རི་རྡོ་མིག་སྤྱི་བོར་བབས་པས་བརྩམས་པ་བྱ་ཡི་བླ་མེད་བྱིན་གྱིས་བརླབ་ཏུ་གསོལ། ད། གཞན་ཐུན་མོང་མ་ཡིན་དཔལ་གྱི་དད་པ་ལ། དེབ་ཅིག། ང་ཆེ་ར། ངག་དབང་ནམ་རྒྱལ་གྱི་བཀའ་དྲིན། ཁོ་བཀའ་དྲིན་ཆེ་བ་ལོ་ཆེ་བོ་ཡིན་པ་ཤེས་མི། ག་འདུག་སོགས་ཀྱི་ང་ཆེ་ར་གི་དཔེ་བལྟ་སྲིད། དེ་ལྟ། ང་ཆེ་གི་འབྲུ་སྐད་བཞི་པ། དེ་མི་དབང་འཇིགས་མེད་སེང་གེ་དབང་ཕྱུག། དེ་འཁོར་བ་ཡན། དེ་དཔལ་སྒྲུབ་པོ་རིན་པོ་ཆེ་གི་སྐུ་ཡི་གི་རྣམ་སྤྲུལ་ཡིན་པས། ཁོང་དང། གཉིས་སུ་མ་མཆིས་པ་ཡིན་པས། ད་དུ། དེ་ལྟར་གདུལ་བྱ་གང་ལ་གང་འདུལ་གྱི་ངོ་ལས། ད་ཅི་ཡག་སྤྱན་རས་གཟིགས་ཀྱི་སྨོ། གང་ལ་གང་འདུལ་དེ་ལ་དེར་སྟོན་པའི་སྲས་གསུང་ཐུགས་གསུམ་ལས་ཡིན་པས་དེ་རྒྱལ་པོའི་གཟུ་བོའི་བྱོན་སྨོ། དེ་ལྟར་ངག་དབང་རྣམས་ཀྱི་འཁོར་ར་དང་དེ་སྐུ་གསུང་ཐུགས་གཉིས་གསུམ་མི་ཕལ་གྱི་བདག་ཉིད་ཡིན། དེ་ཨཱ་ནི། ད་བཀའ་དྲིན་དེ་ཨཱ་ནི་བའི་དྲིན་དེ་བསྐྱེད་པའི་ཐབས་སུ་ཨཱ་ནི་གཅིག་ང་གཅིག་གི་ངག་དབང་རྣམས་ཀྱི་གི་རིང་ལུགས་དེ། བཀའ་དྲིན་ཆེན་པོ་ལུགས་ཆེན་པོ་ཡིན་པ་བརྗོད། ད་ཆོས་ཀྱི་ཕྱོགས་ལས་བེ་སེ་ཅི་རུ་སི་ཡི་ཐད་ལས་བེ་སེ་ཅི་རུ། ག་ཅིག་གི་ཐད་ལས་བེ་སེ་ཅི་རུ་ངག་དབང་རྣམས་ཀྱི་གི་མཚན་ཅི་སྟེ་ནུས། ངག་དབང་རྣམས་ཀྱི་གི་མཛད་མི་གི་ཕྱག་ཤུལ་དག་དེ་གི

དེ་ལྟར་དེའི་གྱི་ནང་ལས་གཙོ་བོ་སྟེ་མི་དབང་དྲུག་གིས་བཞེད་པ་འཁོར་བ་ཀུན་མངོན་བཞུགས། ཁུ་བོ་གྱི་ཁ་ཐུར་ལས་ཐུགས་ཀྱི་ལྷ་ཆས་དེས་བཟུང་བའི་ངག་དབང་རྣམས་ཀྱི་གླུ་དད་པ། འགྱུར་བ་མེད་པ། གཞན་དང་མ་འདྲེས་ཀྱི་དད་པ་བརྟན་པོ་དང་ཕྱིར་མི་ལྡོག་པའི་གྱི་དད་པ་བཟུང་ཕྱིན་མེད་དང། མ། ཡིད་ཆེས་པའི་གྱི་དད་པ། དང་ནི་ཡོབ་ལས་བསྟན་འདི་གྱིས་པའི་དེ་ང་ཆ་འཇོག་ཕྱིར་འབྱུང་འདི་གྱི་ཆོས་སྲིད་བསྟན་པའི་གྱི་ལྔ་དང་ང་ཅིག་གི་འབྲུ་རྒན་ཧབ་ན་ལོ་ག་བཀའ་དྲི་ཆེ་ཟེར་བ་བཞིན་དེ་དཔལ་ལྡན་སྒྲུབ་པ་ཕྱོགས་ལས་རྣམ་པར་རྒྱལ་བ། དེ་ངག་དབང་རྣམས་ཀྱིས་དེ་བཀའ་དྲི་ཆེ། ཨ་ནི་ཆེ་བ་ལུ་ཆིའུ་ཡིམ་ཁེན་དི་གི་བས། དེ་མི་དབང་འབྲུག་གི་བཞི་པ་གི་ཆེད་དུ། དེ་ངག་དབང་རྣམས་ཀྱིས་དེ་ང་ཆེ་ལུ་བཀའ་དྲིན་ཆེ་ཤོ་ཁོ་ཡིན་མེད་ད་རེ་ནང་པ་ཨ་ནིམ་སྤྱི་བའི་དུས་ནི་ཡོད་མི་དེ་ཁོང་གི་སྐུ་ལྟར་དྲི་མ་ཡིན་མེད། དེའི་ཡིམ་ལས་དོན་དི་གི་བླ་མི་གི་བཀའ་དྲིན་དྲན་ནི་ཡིན་མ། དེ་བླ་མ་ལུ་དི་དེ་བཀའ་དྲིན་དྲན་རུ་མ་དྲན་རུ་ཁོང་ལུ་མཁས་པ་དགའ་ཆུ། སི་ད་བོང་བ་མཉམ་པའི་ཕ་ཆོ་ལ་སི་ཞིས་ཕུན་ཚུ་བཏབ་ཆ་གཅིག་གི་དེ་སི་གསུམ་ཡིན་པས་ཁོང་ལུ་མོ་ཐུ། ང་ཆེ་གི་དེ་ད། ཨ་ནི་བའི་བེ་བ་ཅིན་ཆོས་པ་ཕེ་བ་ཅིན་ཐུ་གཉིས་ནི་ད།

ང་ཅི་འགྲོ་བའི་མི་འདི་སུ་གིས་ཤེས་གོ་ཁ་ཆེ། དེ་ལས་དེ། བདག་ནི་གཅིག་དབྱིན་ཇི་མི་གཅིག་རྣམ་ཐ་ཅིག། དེ་དགོ་བས་སེ། དེ་བཀའ་གནང་འདི་གིས་པས་དེ་ལྟར་ང་ཅི་རབ་རྒྱལ་བོད་ཀྱི་བཀའ། སེ་མི་དེ་དེ་བག་ནི་རི་བ་ཅི། བོ་ནི་སེ་བ་ཕག་མོ། ལྷག་པར་དུ་དེ་བས་བཀའ་གནང་མི་དེ། དེ་མི་དབང་འགྲུ་ཁའི་བཞེད་པ་ཁོ་ར་ལྕམ་གཅིག་གི་ཐུགས་རྗེ་མིན་པས་ང་ཅི་འགྲོ་བའི་མི་སེ་ཡོངས་ཀྱིས། དེ་ཡིག་གི་བཀའ་དྲིན་དྲན་དེ་བས་སུ་བ་ཅིག་ང་ཅི་ར་ཆ་སྙམ་ལུགས་དེ་དེ་གིས་འོང་ཡིག་གི་ཐབས་ལུགས་མི་འདི་གིས་པས་དེ་དང། ང་ཅིག་གིས་ཅབ་ཅིག་ཤིང་བཤགས། དེ་ཡང་གྲོ་ལུང་གཡོན་པ་ལུགས་དེ་དེད་པས་བཞུགས་པའི་གི་སྐབས་ལུགས་དེ་ཀ་ནམ་ལས་ཏེ་འདི་གི་བས་དེ་ད་དེ་འོག་མ་ཕྱི་ལ་མ་གྲགས་ཚང་ལྷན་ཚུགས་ཀྱི་དེ་གྲགས་ཤོག་རིག་འཛིན་རྡོ་རྗེ་ཡིན་མེད་ལ་དེ་མ་ལ་ཡ་ཀ་བཅུ་བ་ནི་བས་ཡ་གྲོ་ལུང་འོག་མིན་དེ་ད་ནི་བས་བོ་ད་ལུགས་དེ་ཀ་ནི་སྲིད་ཀྱི་རི་བོ་གདོད་མའི་སྤྱི་བོ་རུ་བརྩམས་པས་སྤྱི་བོ་རུ་བབས་འདི་གི་བས་དེ་བརྩམ་པར་བྱ་ཡིས་ཞེས་ན་བླ་མེད་ཀྱི་རྣམ་ཐར་དེ་དེད་པས་བས་ཡིས་དེ་བོ་ད་ལུགས་དེ་ད་བླ་མ་ངག་དབང་རྣམས་ཀྱི་མཆོག་རག་གི་བས་དེ་བས་ས་སྤྱི་རུ་རག་དེ་བྱིན་གྱིས་བརླབ་ཏུ་གསོལ་ཞེས་ངག་ལོ་སྨྲ། དེ་དད་པའི་གཞུང་ཡིན་པས་ལ་དད་དེའི་རྣམ་ཐར་གྱི་གཙོ་འགུགས་ཀྱི་རྒྱུད་པ་དང་དེ་དེའི་བརྩམས་པ་དམ་བཅའ་དང་དེ་འབྲེལ་བ་བས་ཡིན། མ་དེ་བླ་མ་ལོ་སྣང་བ་ཞུ་བ་མའི་སྲས་ཞུ་ནི་ཞེས་ཡོད་ད། མཆོད་ཡུལ་དམ་པ་སྤྱི་ལྟར་བྱེ་བྲག་ལ་མཆོད་པ་བརྗོད་པ་དང། སྲས་དར་དམ་པ་སྤྱི་ང་ཚེ་ཡར་བླ་མ་དར་མར་འཕགས་པ་སྤྱི་རེ་གཟིགས་སྤྲུལ་གྱིས་དེ་ལས་མ་འོས་པས་ང་ཚེ་སྤྱིར་བཏང་གི་དེ་ལྟར་བཀའ་བརྒྱུད། དེ་ཡན་ལག་མ་ཕྱེད་ཅིག་ཕྱུང་སྐད། དེ་ཡི་གེའི་ནང་ནས་དེ་དཔེ་འདི་འགྲུབ་པ་རིམ་བྱིན། དེ་ཡང་དུས་སུ། དེ་ང་ཚེ་རབས་ལྷོ་ལྗོངས་ཀྱི་སྤྱི་བོ་གནམ་ལ་བརྟེན་པ་ཡོངས་ཀྱི། དེ་བཀའ་དྲིན་ཆེན་གྱི་བདག་ཉིད། བདེ་གཤེགས་ཉིད་ཀྱིས་བཅབས་ནས་དེ། དཔལ་འབྲུག་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་ལུགས། དེ་དད་པའི་མཆོད་པ་བརྗོད་ཚ་བོ་ཡིན་ལ་ཨ་ནི་བི་ནི་ཀི། དེ་ཆོས་ཡིད་དམ་པ་སྤྱི་ལྟར་བྱེ་བྲག་ལ་མཆོད་པ་བརྗོད་པ་དང། རྒྱུ་མཚན་དམོད་བུའི་སྒོ་ནས་རྩམ་པ་དམ་བཅའ་ཡི་ཚིག་གི་བརྗོད་བྱའི་སྐབས་ཕྱེ་ནས་ཚེ་འཇུག་མཚན་འདི་དང་ཐུ་ན་ལ་མ་རྣམ་ཁྲ་ཚང་དགོས་པའི་འཇུག་མཚན་འདི། དེ་ལྟ་ང་ལ་མ་ང་བ་རྣམས་ཀྱི་དེ་ང་ཆ་ལུགས་བཀའ་དྲིན་ཆེན་པོ་ཡིན་པ། ཡིན། ཡིན་འདུག་པས་དེ་དཔེའི་མིང་དབང་འབྲུག་སྐད་བཞི་པ་གི་ཐུགས་ཀྱི་མཁྱེན། དེའི་གིས་དེ་ཐུགས་ཀྱི་མཁྱེན་འདི་གིས་པས་དེ་ལྟ་ཨིན་ཅི་མིན་ཅི་ཁ་ཆེ་སེ། དེ་ལས་དེ་ང་ཆར་རྩ་ཡི་བླ་མ་ཤིང་བྱ་ལུགས་བཀའ་གནང། རྩ་ཡི་བླ་མ་ཤིང་བྱ་ཀྱིས་སྤྱི་ཐུ་བླ་མེད་ཀྱི་བཀའ་དྲིན་དྲན་ཏེ་གཉིས་སུ་དེ་མིང་དབང་མངའ་བདག་རིན་པོ་ཆེ་གི་ཐུགས་ཀྱི་དགོངས་པ་བསྒྲུབས་ནས། དེ་ལྷག་པར་དུ་ང་ཤ་ར་འབྲུག་རྒྱལ་ཁག་གི་མི་སེར་འདི་སུ་གིས་དེ་དོན་དག་ལུགས་ཙམ་ཙམ་ཡིན་པས་ལ་ཡིན། མ་དང་ནི་བི་ནི་དི་གིས་དང་ནི་གིས་དེ་དག་འབྱུང་ཚུལ་རྨེ་བུའི་སྒོ་ནས་བརྩམས་པ་དམ་བཅའ་ཡི་ཚིག་གི་རྗོད་བྱེད་སྐབས་ཕྱེ་ནས་སེམས་ཡང་ནི་མི་ལ། འདིར་གང་ཞིག་གླེང་བར་བྱ་ཡི་གཞི་ནི། ད་ད་རེ་ན་ལ་མ། དེ་རེ་སྦྱོར་བ་ཅི་ནི་ད་ལས་ཤ་འོ་ནི་མེ་ལ། ད་ན་ལ་མ་ཨ་ནིམ་ཅི་བས་དེ་ད་རེ་ཨ་ནིམ་ཅི་བས་བཞག་གེ་ཧེ་སེ་ཞུ་དོ།